ནན་གོ་བདག་གིས་སྦྱིན་སོགས་དགྱེས་པའི་ཚོགས་རྣམས་ཀྱི་བྲོ་ལ་ཕན་ཅིང་སངས་རྒྱས་གྲུབ་པར་ཤོག་ངས་ཨོང་ཨིད་སྐམ་ནེ་ཅེས་ཞུ་ཡུག་ལུ་སུ་ནོ་ཡིན་པོར། ཨོང་བྱུ་ཡུག་ཡིན། ད་ཨུ་བདག་གིས་སྦྱིན་སོགས་དགྱེས་པའི་ཚོགས་རྣམས་ཀྱི་བྲོ་ལ་ཕན་ཅིང་སངས་རྒྱས་གྲུབ་པར་ཤོག་ཉོ་ཅིག་གིས། ཟིའི་གསུང་དུ་ཉན་ན། བྱང་ཆུབ་ཀྱི་སེམས་བསྐོར་ཤ་དུག་ཡིན་པོར། ད་ཨིད། བྱུ་ཤིང་སྔོ་ནད་ཅན་རྣག་མ་ཧེ་ཏའི་རྣག་ཅན། ད་ལྟ་ཡི་དྭགས་ངའི་དོ་སྣང་ཡག་གོ་ཡིན་ན་ངའི་འུ་ཚོ་མར། སྐྱོར་བུ་ལས། དྭགས་ཀྱི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་གྲོ་ལ་ཕན་ཆད་སངས་རྒྱས་འགྲུབ་པར་ཤོག་ངས་ངའི་འུ་ཡ་སྐྱོར་རུམ་ཤིན་ཏུ་རེད། དཔེ་ཆ་གནས་ངང་ཟིན་ནོ་ཉེས་ན། དྭགས་ཀྱི་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་གྲོ་ལ་ཕན་ཆད་སངས་རྒྱས་འགྲུབ་པར་ཤོག་ངས་འུ་ཡ་ནོ་ཡིན་འབུར། ད། དཔེ་ཆ་གནས་ངང་འུ་ཡ་ནོམ་ཤིན་ཏུ་རེད། དེ་ཞིག་ངའི་འུ་ཚོ་དྭགས་ཀྱི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་ངའི་ཨེ། སོས་དེ་ཡ་སྐྱོར་གོ་བཟོ་ཅིག་ད། རྒྱུ་མཚན་ཟིལ་ལོག་ཉག་བུ་ལས།

སངས་རྒྱས་སྒོ་སུ། སངས་རྒྱས་ཀྱི་གོ་འཕང་ཐོབ་འགྱུར་བཅས། ཨི་ཅིག་སྣ་བཅས་ང་དང་སངས་རྒྱས་གོ་འཕང་འབྲས་བུ་བྱང་ཆུབ་ཀྱི་གོ་འཕང་ཐོབ་འགྱུར་བཅས་རྒྱུ་བཅས་ཨི་ཅིག་ཚོགས་བསག་གོ་སུ་ཉིད་དུ་མེད། ཨི་ཚོགས་བཅས་ཨི་ཅིག་ང་དང་ཨི་དང་བསོད་ནམས་ཀྱི་ཚོགས་ནི་ཡེ་ཤེས་ཀྱི་ཚོགས་ནེ་ཨི་ནོ་ཨུ་ནན་གོ། ད་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ཉེ་གོ་ཨི་ན་ཨི་གནས་བཅས་ཡེ་ཤེས་ཀྱི་ཚོགས་ཀྱིས་འོང་སྟེ་མོ་ནོ་ཉེ་ཨི་མེ། ད་ཨི་ཅག་པར་ཨི་གནས་བཅས་ཡེ་ཤེས་ཀྱི་ཚོགས་ཀྱིས་འོང་སྟེ་ཡུ་གོ། ཨི་ཅིག་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་ཉེ་ཅི་མིང། ཅི་མིང་ཇི་ད་ཚོགས་ཤ་ཡེ་ཤེས་ཀྱི་ཚོགས་ནི་བསོད་ནམས་ཀྱི་ཚོགས་ནི་ནེ་ཡི་ནོ་ཝུ་ཡ་ཡ་བེག་ཅི་མིང་ཇི་ཤ་ཐོང་ངོ་ཡིན་ན་ཡིད་གནས་ཇི་ད་བསོད་ནམས་ཀྱི་ཚོགས་ནི་ཡེ་ཤེས་ཀྱི་ཚོགས་ནེ་ག་རོ་དུ་བེ་སེ་ཡིད་བསམ་ལོ་ཐོང་ཏེ་ཡུ་ཁྱད་པར་ནོ་བེ་སེ་ག་བོར་མཇེ་དག་གི་སྦྱིན་སོགས་བསྐྱེད་པའི་ཚོགས་རྣམས་ཀྱིས་ཉེ་བའི་གསུང་གསུང་གོ་གསུམ་ཉེ་བའི་གནང་བ་གནང་བ་ཡིན་པས་ད་ཡིད་གནས་ཇི་ད་ང་ཐང་ན་ཨ་ཅིག་ཡེ་ཤེས་ཀྱི་ཚོགས་ཉིད་ལ་ཟིལ་ལོ་བསོད་ནམས་ཀྱི་ཚོགས་ཉིད་ལ་ཟིལ་ལོ་ཉེ་ད་ཨི་དེ། དོག་པོ་དེ་འོང་ཡི་མེད། ད་ཨི་ཅིག་ངའི་རྩ་བའི་ད་ད་ད་འུ་ནང་དྲ་རྒྱའི་ཞིང་རྒྱས་པ་ཅིག་ཨ་ཅིག་ང་ཐང་བཞུགས་ག་དེ་བི་ཏྲོའི་དེ་ནས་ང་འཇོག་ཡི་ཡ་དེ་བཞིན་ང་ཐང་གཙོ་ཆེན་གཙོ་བོ་ཟིན་ཉེ་ན་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཉེ་ན་ཟིན་ཉེ་དུ་ལ་འོང་ཨི་ཅིག་སྐོར་འཇོག་ཡུག་པས་སེ་ངའི་འུ་ཙེ་ག་གཡོར་གཡོར་མོ་འཇོག་ད་ཡིན་ན་ཡང་ང་ད་ད། སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུག་བཅས་ད་གཟོད་ཧ་ལེམ་འདི་ཞུ་སྲོལ་ཡིན་ན་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་རྒྱུག་དོན་དག་བཅས་ཨེ་ཅེ་ང་ད་ངས་རྒྱུག་ངོ་ཐོག་ཅེས་ཚོགས་བསགས་གོ་སོང་ཡིན་ད་ཡིས་ཚོགས་སྙག་པོ་ལས་ཚོགས་གནང་བཅས་ད་ཚོགས་གཉེར་ན་གོ་དོན་འདི་བསམ་མཐོང་ཡིན་ན། འབྲས་བུ། བྱང་ཆུབ་ཀྱི་གོ་འཕང་ཐོབ་རྒྱུག་བཅས་ཨེ་ཅེ་གནག་ཅེས་ང་ད་རྒྱུ་བདེ་བར་མོ་ནུ་དྷི་རྒྱུ་གནག་གནག་རྒྱུ་དྷི་སི་ཀི་རི་དུ་བ་ནའི་སི་ཀི་རི་དུ་བ་སུམ་སི་ཀི་རི་དུ་བ་ཉིན་མིར་ཀི་རུ་ད་རྒྱུ་གཡོ་རོ་དྷི་ཚུར་ཚོགས་ཡ། ཚོགས་ཉི་ཟླ་ཚུར་མཛོ་མོ་ཉོག་རྩིས་ལ་མེད། རྒྱུ་གཡོ་རོགས་དེའི་ཚུར་ཚོགས་ཡ། གཅིག་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་སོ་གཉིས། ད་རྒྱུ་གཡོ་རོགས་དེའི་ཚུར་ཚོགས་འོག་ཡིན་ན་ཨི། རྒྱུ་གཡོར་གྱི་ད། བ་ནེའི་ཁ་ཅོ་སོ་ཡིན་ན་དབྱེ་བ་ནེའི་ཁ་ཁྱེད་སོ་ཡིན་ན་བསོད་ནམས་ཀྱི་ཚོགས་དེ་ནི་ཡེ་ཤེས་ཀྱི་ཚོགས་ཉིད་ནེའི་རོགས་དུ་གཉིས། ད་ཡེ་ཤེས་ཀྱི་ཚོགས་ཉག་པོ་ཟིན་ཉེ་དུ་ཉེ་ན། ང་ཐང་ཡི་ད། སློབ་སྦྱོང་ཡ་ཡུག་པ་གཅིག་མེད་ད་སློབ་སྦྱོང་ཡ་ཡ། མ་ཀ་ནོ་ཀ་ནོ་ཅེས་པས་ན་ད་སྟོང་པ་ཉིད་རྟོགས་པའི་ཤེས་རབ་ངོ་ཏོག་ད་ང་ཐང། ང་ཐང་ཟིན་ཉེ་འོག་ཟིན་ད།

ཅི་གང་དག་བདག་ཏུ་ཨུཏྤ་ཀམ་ནས་སོ། བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱི་ཉེ་ཡུལ་ལ་བརྟེན་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱི་ཉེ་བོ་ཡིན་ན། བསོད་ནམས་ཀྱི་ཚོགས་ཀྱི་ལ་བརྟེན་ཡེ་ཤེས་ཀྱི་ཚོགས་ཀྱི་འོག་ཏུ་མ་ཏིག་ཏུ་འབད་ཟེར། བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱི་ཉེ་ས་མ་མཐོང་ངོ་ཡིན་ན། ཆ་ཚང་ངོ་སྟེ་རོ་དུ་ཉེ་འོག་སུ་ངོ་ཡིན་པས། ད་ཡིག་ཅག་པོ་ལ་ཨི་ཇི་ད་ང་དང། ཞོ་དྲོད་ངོ་ཏོ་དེ་ཡ། ད་དེ་བཞིན་དབུ་ཚོགས་དེ། དངོས་གནས་བཞུགས་སྒོ་སུ་རྒྱུ་མཚན་ཅིག་ཟིལ་ལོ་ཉག་པོ་ལས། ད། བྱང་ཆུབ་ཀྱི་སེམས་རྙེད་ན་གོ་དོན་འདི་བཞིན་ཉིད་དུ་ལོག་ངེས་པ་རེད། བདག་གིས་སྦྱིན་སོགས་བསྐྱེད་པའི་ཚོགས་རྣམས་ཀྱིས་གྲོགས་ལ་ཕན་ཅིང་སངས་རྒྱས་འགྲུབ་པར་ཤོག་ཉེ་དུ་མས། ད་ཨི་ཙཀའི་ང་དང་བྱང་ཆུབ་ཀྱི་སེམས་ཉོ་བྱེད་དུ་ཉོ་མེད། ད་བྱང་ཆུབ་ཀྱི་སེམས་ཉོ་བྱེད་པུ་ལས་ད་གཟི་ཉིད་དུ་རྙེད་ན། ཅི་དང་བྱང་ཆུབ་ཀྱི་སེམས་རྙེད་ནས། གོ་དོན་འདི་བཞིན་ཉིད་དུ་རྙེད། ངས་སངས་རྒྱས་ཀྱི་གོ་འཕང་འཐོབ་བོ། ཐོབ་བོ་ཤོག་བསམ་བོ་ཏི་ཤ་བྱང་ཆུབ་ཀྱི་སེམས་རྙེད་ན་བྱང་ཆུབ་རྙེད་ན་སངས་རྒྱས་ཀྱི་གོ་འཕང་ཇི་ཡ་ཨི་ཐོབ་ན་བསམ་བོ་སེམས་ཅི་ཤ་བྱང་ཆུབ་ཀྱི་སེམས་རྙེད་དོ་མེད། གྲོ་ལ་ཕན་ཅིང་སངས་རྒྱས་བསྒྲུབ་པར་ཤོག་སྙགས་པོ་ལ་ངེད་སངས་རྒྱས་ར་སོ་ཤོག་སངས་རྒྱས་སོ་ཤོག་རྙེད་དོ་མེད། ད་ཨི་སངས་རྒྱས་ཟིལ་ངེད་རྒྱལ་གོག་སོལ་ལོ་ངེད་སངས་རྒྱས་གོག་སོ་རྒྱུ་མཚན་ཟིལ་ལོ་སྙགས་པོ་ལས་གཅིག་སེམས་ཅན་འགྲོ་བ་སེམས་ཅན་ཞེས་ཕ་མདོག་རྒྱུག་དོན་དག་ཡིན་ངེས། འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག། ད་ཨི་འགྲོ་ལ་འགྲོ་བ་ཞེས་ཕ་མདོ་ཡུག་དོན་དག་ཅེས་ཨི་སངས་རྒྱས་ཀོ་སོ་ཡིན་ན་ད་ཨི་ཞེས་སངས་རྒྱས་ཡུག་ཅེས་ཨི་ཞེས་ད། རྒྱུ་ཅཱ་ལ་རྒྱུ་ཅཱ་ལ་མིན་ནོ་ཞོ་སངས་རྒྱས་ཡུག་ཨི་ཞེས་རྒྱུ། ཡུ་མེད་འབྲས་བུ་སངས་རྒྱས་ཐོབ་ཡུག་ཅེས་ཨི་ཞེས་ཟི་ཟི་ནོ་ལོ་ཉག་པོ་ལ་ཨི་ཞེས་ངེས་སྦྱིན་པ་ཐོང་ངོ་ཚུལ་ཁྲིམས་བསྲུང་ངོ་བཟོད་པ་བསྒོམ་མོ་བརྩོན་འགྲུས་བརྩམ་མོ་ཨོ་ཨི་ལ་སོགས་པ་ད། གང་པོ་དེ། སའི་ཡིད་གཅིག་ངེས་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུག་ཅེས་རྒྱུག་ག་ཡར་ག་ཡུག་ཤོ་ངེས་སངས་རྒྱས་ཀྱི་གོ་འཕང་ག་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུག་ཡིད་གཅིག་ཕར་འདོག་ཤོ་ངེས་འོག་འདི་འདྲ་མེད་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་གཉེགས་པོ་ལས། བདག་གིས་གཉེགས་པོ་ལས་དང་བདག་ངེས་ན་ངའི་སྙོམས་མེད་དང་ངས་གཉེགས་པོ་ལས་དང་ང་དང་དབུ་རྟེན་ཚོགས་ཡེ་ཤེས་ཀྱི་ཚོགས་བཟློག་ན་ངས་ཞུ་གསུང་ངོ་དོ་ཡ་ཡེ་ཤེས་ཀྱི་ཚོགས་ཐིག་མ་དེ་མིན་ནོ་ཡ་བསོད་ནམས་མིན་བསོད་ནམས་ཀྱི་ཚོགས་ཐིག་མ་དེ་མིན་ནོ་ཡ་ཡེ་ཤེས་ཀྱི་ཚོགས་བཅས་དབུ་རྟེན་ཚོགས་བསམ་བློ་ཐོང་དང་ག་ཡལ་ནོ་ངེས་ན་བདག་གཉེགས་པོ་ལས་ངས་ངེས་དོན་མེད་དང་ངས་གཉེགས་པོ་ལས།

པས་སུ་ཀ་ཤི་མེ་ཏི་ནོ་འུམ་ཏི་ནི་ནོ་ཉེ་ཨིད་མོ་ནོ་ཨི་ཉེ་སུང་དུ་མེ། ད་ཨིད། ཐོག་བསམ་བློ་ཐོང་ཡ་དག་གིས་ཉེ་པོ་ཨི་ཅེ་ཨིད་ད་བསམ་བློ་ཐོང་ཅི་ཙམ་ཐོང་ཨིན་ད་སྟོང་པ་ཉིད་རྟོགས་པའི་ཤེས་རབ་ཉིད་འབྱོང་དུ་མེ། ཅི་དག་གིས་དག་གིས་ཉེ་ཅི་སྦྱིན་བཟོ་བགྱིད་པའི་ཚོགས་རྣམས་ཀྱིས་ཉེ་པོ་ཨི་ཅེ་ངས་སྦྱིན་པོ་ཐོང་ངོ་ཤི་ན་ཉེ་པོ་ལ་ད་ཡེ་ཤེས་ཀྱི་ཚོགས་འོང་དུ་མེ། འོ་ནི་ག་ཚུར་བཟུང་དུ་འདྲེ་ཡ་ཨི་ཅེ་ངས་སེམས་ཅན་ཞན་མ་སེམས་ཅན་ཞན་མ་ཞེས་ཕ་མདོག་རྒྱུག་དོན་ད་ཅེ་ཨི་ཅེ་ངས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ངས་འོ་ཨི་ཅེ་ངས་དུ་མདའ་ད་ཨི་ཅག་པོ་ལས། ད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཆེ། ངས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟིན་རྒྱན་ཐོབ་གོ་གསོལ་ལོ། ངས་ཨི་ད་བསམ་བློ་ཐོང་བ་ཡིན་ན་ཨེ་ཅི་ངས་ད་ང་དང་དང་ཞུམ་ན་ཡི་ཞུ་སོང་ངོ་ཏོ་ཡིན་པོར་སེམས་ཅན་རང་མིང་གཞན་མ་སུ་དོ་སུ་ཡིན་ནོ་ཡིན་ན་རང་ཨེ་ཅི་བདེ་བ་འདོད་པ་ནས་སྡུག་བསྔལ་མི་འདོད་པ་སྐྱིད་གོ་སོ་ནས་སྡུག་མོ་གོ་སོ་ཨེ་ཅི་དྷི་རང་ཡིན་པོར་ངས་ད་ཨི་བསམ་བློ་ཐོང་ཡ་ད་ངའི་སྐྱིད་གོ་སོ་ནི་སྡུག་མོ་སོ་ཐི་རང་ཡིན་པོར་སེམས་ཅན་གཞན་མ་ན་ཡིན་ནའི་སྐྱིད་གོ་སོ་ནིང་སྡུག་མོ་སོ་ཐི་རང་ཡིན་པོར། ད་རང་སྐྱིད་ར་སྐྱིད་ཐི་ར་སོ་ཡིན་ན། ནི་ཐི་ཡིན་པོར་ཉེ། སེམས་ཅན་གཞན་མ་སྐྱིད་ར་སོ་ཡིན་ན་གཡོར་ཐི་ཡིན་པོ་ཨི་ཅག་པོ་ད་གཡོར་ནིང་ཐི་ཡ་ན་གཡོར་མང་ཤོས་ཅི་རྒྱལ་ཐེན་ཤོས་བས་སེ་ད་ཨུ་ཡའི་བསམ་བློ་ཐོང་ཡ་ད་ཉེ་སེམས་ཅན་གཞན་མ་ན་ཞབས་ཕ་འདིའི་ཏོག་དགོན་ནི་ཉེ། སེམས་ཅན་གཞན་མ་སྐྱིད་ཐི་ར་ན་ཉེ་སྐྱིད་ར་པ་ནི་སེམས་ཅན་གཞན་མ་སྡུག་ཐི་ར་ན་ཉེ་གོ་ཐི་སྐྱིད་ར་ན་རང་འཇིག་ཏུ་ཤོག་ར་པ་མོ་ནི་བསམ་ཨུ་ཡའི་བསམ་བློ་ཐོང་བ་ཡིན་ན། ད་དབུས་སམ་སྟོང་སྐོར་པོ་ལས། ད་གཅིག་དབུས་སམ་སྟོང་སྐོར་པོ་ལས་ད་གཉིས་སེམས་ཅན་བྱམས་པ་ཞེས་ཕར་འདོགས་དགོས་ནས་གཉིས་ད་ཕར་འདོགས་རྒྱུག་དོན་ད་ཅེ་ད་ཕར་འདོགས་དང་ཅེ་སྣ་ཁ་གཡོར་དུས་འདོགས་ནས་ད་ཕར་འདོགས་རྒྱུག་དྲག་ད་ཅེ་ཟིན་ལོ་བ་ཉག་པོ་ལས་ད་གཅིག་བྱང་ཆུབ་ཀྱི་སེམས། ཟིན་ངེས། སངས་རྒྱས་ཀྱི་གོ་འཕང་ཚོ་ནི་གཉིས་ད་གཉིས་སངས་རྒྱས་ཚོ་ཡིན་ན་ངའི་གཞན་དོན་ཡང་དག་པ་དེ་གཞན་དོན་མཐར་ཕྱིན་ནོ་དེ། གཞན་དོན་ད་ཕུན་སུམ་ཚོགས་པ་དེ་ཡང་སྟེགས་པ་ནི་ཨེ་གཅིག་སེ་ད་ངས་གཞན་དོན་ཡ་ཡུག་ཅེ་ངས་ཡིན་གཅིག་མིན་གཅིག་གཞན་དོན་བྱེད་པའི་ཡན་ལག་གམ་ད་གཞན་དོན་ཡ་ཡུག་ད་ཐབས་དྲག་ད་ཅེ། སངས་རྒྱས་ཀྱི་གོ་འཕང་ཚུལ་འདི་ཉིད་འུ་ཐོབ་དགོས་ནི་བསམ་པའི་བསམ་བློ་ཐོང་བོ་ཡིན་ན་ད་ཡི་བྱང་ཆུབ་ཀྱི་སེམས་ཡིན་ངེས། ད་བྱང་ཆུབ་ཀྱི་སེམས་དབུ་མཐུན་འདི་ནོར་བོ་ཡིན་ན། ད་དང་ཞུམ་ལྡན་ཁ་ངའི་སྐྱབས་འགྲོ། ཞུ་ས་ཅན་ངའི་གཟི་བྱིན་སོགས་ཉན་ན། ནང་པ་འཇུག་སྒོ་ཉེ་བོ་རེད། ངས་ནང་པ་ཡིན་ནིང་མེད་སྨྱོ་ཞིང་ནང་པ་ལ་འཇུག་པའི་སྒོ་ཡི་གཅིག། སྐྱབས་འགྲོ་འོ་ཉོ་ངོ་ཏོག་ཡ་ཡ་ད་དེ་ཤི་འུ་སེམས་སྐྱེ་ཚུ་སི་ཉན་ཐེག་པ་ལ་འཇུག་པའི་གོ་ཉན་ད་ཡི་ཐེག་པ་ཆེན་པོ next སམ་ཐེག་པ་ཆུང་ངོ་ཡང་མིན་ན་ཡི་བྱང་ཆུ་སེམས་པ next སམ་བྱང་ཆུ་སེམས་པ་མེད་ནོ next འོང་ཡི་དབྱེ་བ་ཅི་ཡོག་ཅེ་ད་ང་དང་ཤ་ཡི་ང་དང་སེམས་ནན་ཅེ་འོ་ཉི་སེམས་ཅན་ཐམས་ཅད་དོན་དག་ཅིག་ཉི་སངས་རྒྱས་གོ་ནི་ཤོག་སམ་ཡ་བསམ་བློ་དེ་ནོར་བ་ཡིན་ན་ད་ཡི་བྱང་ཆུ་སེམས་པ་ཤོང་ངམ་ད། ཡིད་མི་ནོར་ནི་ན་བྱང་ཆུབ་སེམས་དཔའ་མིན་ནོ། བྱས་ཙང་བྱང་ཆུབ་སེམས་དཔའ་ཡིན་ནོ་ནི་མིན་ནོ་དབྱེ་བ་ཆོད་མེད་ཅེས་དང། ཐེག་པ་ཆེན་པོ་བྱང་ཆུབ་ཀྱི་སེམས་སུ་ཡིན་ངེས། ད་བྱང་ཆུབ་ཀྱི་སེམས་ཉོ་འོམ་དུ་འདི་ཡིན་ནོ་ནས་ན། ད་ཡིད་ང་དང་ད་སེམས་གནས་ང་ང་དང་ཞེས་ཨུཏྤ་རས་གཡུག་གོ་ང་དང་ཞེས་ཡིད་བསམ་བློ་ཅིག་འོམ་དུ་འདི་རས་གཡུག་གོ། ད་ཐབས་ལམ་ངོ་ཏོ་འདི་ག་ཡ་ནོའོ་ཉེག་པོ་ལས། ཐབས་ལམ་གྱི་སྣ་ཁ་ནས་ཡིན་ནོ་ཉེ་བས་གསུང་དུ་མེད། ད་སྣ་ཁ་ནས་ཀྱི་མཐིལ་ཟིལ་ལོ་ཉེ་ན། བདག་གཞན་མཉམ་བརྗེས་ཀྱི་བློའོ་ཉེ། ད་བྱང་ཆུབ་ཀྱི་སེམས་ཉོ་ཅིག་མ་ཐབས་དེ་སྣ་ང་དང་ང་དང་ཨུཏྤ། Practice མ་ཡག་དེ་ན Practice ན་གཟིགས་དགོས་དགོས་སུ་ལོ་ཉག་པོ་ལས་བདག་གཞན་མཉམ་བརྗེ་གི་བློ་ཉེ། བདག་གཞན་མཉམ་བརྗེ་ཉེ་ན་བདག་ཉེ་ན་སོ་སོ་ཡིན་པས་གཞན་ཉེ་ན་གཞན་མ། ད་ཨིཆ། དྷི་རང་ཡིན་ནོ་བསམ་བློ་ཐོང་དྷི་རང་ཡིན་ནོ་བསམ་བློ་ཐོང་ངོ་ཙེ་ཅེ་ཅིག། བརྗེ་བ་བདག་གཞན་མཉམ་པ་དང་བདག་གཞན་བརྗེ་བ་ལྟ་བ་ཉེ། ན། ད་རང་སྐྱིད་གོ་སུ་ནི་འདུག་མོ་སུ་ངོ་ཏོ་སེམས་ཅན་གཞན་མའི་སྐྱིད་གོ་སུ་ནི་འདུག་མོ་སུ་དྷི་རང་ཡིན་བསམ་ཨིཆ་བསམ་བློ་ཐོང་ད་ཨིཆ་ནེང་ཡེ་ད་སེམས་ཅན་ཉེ་ན་གཡོར་དྷི་ཡིན་པོར་ངེད་ཉེ་ན་ང་དང་དྷི་ལི་མོ་ཉེ་ད་ཨིཆ། ད་ལྟའི་བསྟན་པ་ཅན་ང་དང་ངེད་ཀྱིས་དེ་རན་བསམ་གཟུགས་ཀྱི་བསམ་བློ་ཅིག་ཐོར་སེམས་ཅན་ཞིག་བསམ་བློ་ཐོང་སེམས་ཅན་གྱིས་དེ་རན་བསམ་ཨི་ཅི་ཡག་པོ་དང་དག་ཞིང་མཇལ་བ་ངེད་ཨིས་བསམ་བློ་ཐོང་ཡ་ཨི་ཅིག་ཐོག་ཡ་ཨི་ཅིག་ང་དང་ཚིག་ངེད་བྱང་ཆུབ་ཀྱི་སེམས་བསྐྱེད་དང་ཐིག་དབེན་ནོ་ངེད་བྱང་ཆུབ་ཀྱི་སེམས་བསྐྱེད་དང་ཐིག་ག་ཡིན་ཉོ་ན་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་རྒྱན་དང་ཉི་ཟླ་སྒྱུ་འདྲའི་མན་ངག་བདུན་སྙེགས་པོ་ལས། རྒྱུ་གུ་རོ་ནིང་དྲིལ་བུ་བྱང་ཆུབ་ཀྱི་སེམས་སུ་ཡག་པོ་ལས་སྒྱུ་འདྲའི་མན་ངག་བདུན་ཉི་ཟླ་མེ་ཟླ་སྒྱུ་འདྲའི་མན་ངག་བདུན་གྱི་ཟིལ་ལོག་སྙེགས་པོ་ལས། མ་ཤེས་དྲིན་དྲན་དྲིན་སོ་ཡིད་འོང་བྱམས་པ་གཅིག་སྙིང་རྗེ་ལྷག་བསམ་རྣམ་དག་གཅིག། བྱང་ཆུབ་ཀྱི་སེམས་གཉིས་ཡ་ད་ཨིཅི་ནིས་ཅི་ཡིན་མེད་ད་ཨིད་ནིས་ཅི་ད་སྣ་ཐག་ག་ཡ་སྙེགས་པོ་ལས་ད་ང་དང། སེམས་ཅན་གཞན་དམག་དོན་དག་ཅིག་ངེད་སངས་རྒྱས་དགོས་ནི་བསམ་བོ་བསམ་བློ་ཅིག་རེ་གཡུག་གོ་སེམས་ཅན་གྱི་རྒྱལ་ཐེམ་ཡིན་ནོ་དེ་བསམ་མཐོང་བ་སུ་མེད་འཐོས་ཤོག་ཅེས་ང་ཏང་གི་རྒྱལ་ཐེམ་དེ་ནིང་འཐོས་ཤོག་དོན་དག་ཅེས་བེད་ཡིན་པོ་ཏྲེ་འདི་ཏོག་མ་སྟེ་འུ་ཡིན་ན་བེད་དོན་དག་ཅེས་ངས་ཀོའུ་ཡག་པོ་སོ་རྒྱུ་མཚན་ཅི་མོ་ནོ་མེད་ད་ཡག་པོ་ད་འཐོས་ཤོག་ཅེས་རྒྱལ་ཐེམ་ཡིན་ནོ་བསམ་བློ་ཐོང་ནག་ཅེས་ད་ནག་ཐག་ཅེས་སེམས་ཅན་ཉོ་ཅེས་ད་སེམས་ཅན་ཉོ་ཅེས་ན་ང་ཐག་ཤི་ཨ་མ་ཡག་མོ་མྱོང་ངོ་ཐི་རང་མོ་ནི་ངས་ཨི་བསམ་མཐོང་བ་སོ་ངས་ཟི་ངས་ན་ཚེ་དབུ་གཙུག་ཨ་མ་ཅེས་ཤི་རང་གོ་བཙལ་བ་ནོ་ཚེ་ཨ་མ་ཚེ་དབུ་གཙུག་ཨ་མ་ཚོས་རང་ཤི་གོ་བཀའ་དྲིན་ཐེམ་ནོ་ཨིད་བཀའ་དྲིན་ཅེས་བསམ་བློ་ཐོང་ཏི་མཐོང་ཏི་མཐོང་ཏི་ཅེས་ཚེ་དབུ་གཙུག་ཨ་མ་ཅེས་ང་ཏང་གི་ད། རྩ་ཐིམ་རྩིས་དུ་མས་ངོ་བོ་ཐོག་ཐོག་ཡ་གཅིག་ཚེ་རྣ་བ་རྣ་བ་རྣ་བ་དབུ་ཡ་སམ་སྟོང་འཁོར་བ་ཡིན་ན་ང་ཐང་གིས་སྐྱེ་བ་ལོང་མ་མྱོང་བོ་ནིང་ཡ་གཅིག་སྐྱེ་བ་གོ་ལོང་བོ་ཅིག་རང་མ་ཐ་བོ་ནིང་འུམ་དུ་ནོ་བེ་སེ་ད་སྐྱེ་བ་དད་པར་མོ་ནོ་ལོང་བོ་ནེ་ཅེ་ཨ་མ་དད་པར་མོ་ནོ་དེ་ནོ་མེ་འོ་ཡི་ད་ངེད་སེམས་ཅན་དབུ་ཡ་རྩིས་འཁོར་བ་ཡིན་ན་ཨུད་ངོགས་ཨ་མ་ཡ་མ་མྱོང་བོ་ངེད་སེམས་ཅན་དྷི་ར་མ་ནོ་ཨི་ཅག་པོ་ལ་སེམས་ཅན་གང་ངོགས་ཨ་མ་ཡ་མྱོང་བོ་ཤ་ད་ནི་ཨི་ཅག་པོ་ལས་ཚེ་དབུ་གཙུག་ཨ་མ་གཙུག་རྒྱལ་ཐིམ་ནིང་རྩ་ཐིམ་དེ་ཡིན་ནོ་ནེ་ན་ཚེ་རྣ་བ་ཨ་མ་ཅེ་རྩ་ཐིམ་ནི་རྒྱལ་ཐིམ། ཨི་ཅིག་རྣ་བ་བཅད་དགྱེས་དེམ་རྩ་དེམ་ཨི་ཅག་པོ་ད་སེམས་ཅན་ཡོངས་རྫོགས་ཨི་ཅིག། ངོ་ནི་ངོགས་ཨ་མ་རང་ནི་བསམ་ཨི་བསམ་བློ་ཐོང་དེ་ཨོ་ཨི་བློ་སྦྱང་ངོ་བསོ་སྙོམས་ད་སེམས་ཅན་གང་ངོགས་ཨ་མ་ཡིན་བསམ་བོ་བསམ་བློ་ཐོང། ཨི་ཐོང་ཚ་རུ་ཤུ་བྱས་ད་ཨ་མ་ཡིན་ན་ཨ་མག་འགྲིམ་ནོ་མེ་ཨོ་འགྲིམ་ཅི་ནང་གི་རང་རྒྱལ་ཡག་པོ་བསོ་ངེས་ད་ཨི་ཅག་པོ་ད་ཐི་ཐི་ནེ་ནེ་ནེ་ནེ་ཡ་ཡ་ད་ངའི་དེ་ཤི་འུ་ཚོ། སྒྲ་རྒྱལ་པོས་དེ་ངས་ཞུས་ཏེ་མ་ཁ་སྙོམས་ཞུས་མས་མོ་སྟོན་ངས་ཧ་ལེ་མ་ཧ་ལེ་མ་ཡ་ཞུས་ཐོང་ཡོ་ཅིག་མ་ཤེས་དྲིན་དྲིན་ད་ཨི་དྲིན་ཅིག་ར་ཉེ་ར་སོ་ཞུས་ཅེ་ཨི་ཅིག་དྲིན་བཟོ་བ་ཉེ་ད་ཨི་ཅིག་ཐོ་རུ་ད་དྲིན་བཀའ་དྲིན་ཅིག་ར་ཉེ་ར་སོ་ཙམ་དེ་མིན་ནོ་ཡ་ད་ཨི་བཀའ་དྲིན་བཀའ་དྲིན་ཅིག་ག་ཡ་སབ་གོ་སོ་ལོ་ཉེ་དྲིན་བཟོ་བ་ཨི་ཅིག་ཡིད་འོང་བྱམས་པ་ཡིད་འོང་ཉག་པོ་ལེ་ཨི་ཅིག་སེམས་ཅན་གང་ཨབ་ད་ཡིད་དུ་འོང་བ་ཡིད་མས་ང་དང་ད་སེམས་ཅན་གང་ཨབ་ཡིད་དུ་འོང་བ་དེ་སྟོང་མ་ཏེའུ་ཡིན་ན་ཨི་ཅིག་ང་དང་ཨི་ད་ཕ་རོ་བོ་ཞབས་པད་ན་རང་ཨི། ཐོས་ཤོག་ཅེས་ཡིད་དུ་མི་འོང་བ་ཡིད་དུ་ཡིད་དུ་མི་འོང་བ་དེ་གཏོང་གོ་ཡིན་ན་ཡིད་ཀྱི་ང་དང་ཁོང་ཚིག་ཡུག་ནིག་ཡིད་ཀྱི་བེ་ཤེས་བཙལ་བ་མ་རིག་ཡུག་ནིག་བེ་ཤེས་བྱམས་པ་མ་རིག་རོ་དུ་མས་ཡིད་ཀྱང་བོར་ན་སེམས་ཅན་གཞན་པ་གང་ཡིད་དུ་འོང་བ་དེ་འོ་སོ་ཉེ་ཡིད་མེད་ཡིད་འོང་ད་ཅིག་སྙིང་རྗེ་ད་ཡིད་འོང་སྟོང་ཚར་བུ་ཤོད་ཅེས་ཡིད་ཅིག་བེར་ཀོའུ་དུབ་དེ་གནས་ན་དཔེར་ན་རང་ངེད་ད་པས་སེམས་གཤིན་མེ་རང་ངེད་ད་ཅིག་པས་སེམས་ཉི་འོ་ནོ་ཡིད་མི་དེས་ང་ད་ངེད་པས་ཡིད་དུ་འོང་བ་དེ་གཏོང་སོ་འོ་གནས་ན་ད་བེ་ཤེས་གནོད་པས་དེ་སྐྱེས་ན་རང་སེམས་དུབ།

ཅིག། ད་ཨི་ཅིག་ཞུ་བྱས་ཨི་ཅིག་ང་དང་ད། སེམས་ཅན་ཡིད་དུ་འོང་བ་སྟེ་ཚ་རུ་ཞུ་བྱས་ཨི་ཅིག་སེམས་ཅན་རྣམས་སྡུག་བསྔལ་ཟིན་ནར་སུ། ཡིན་མེད་ད། ཀོའུ་དུག་ཏི་ཤ་ད་ནོའུ་ཨིད་བསམ་བློ་ཐོང་ཨིད་བསམ་བློ་ཐོང་ལྟ་བུས་ན་ད་ཨི་སྡུག་བསྔལ་གྱི་མུ་ན་ན་བསམ་བོ་ཨི་ཅིག་སྙིང་རྗེ་གྱི་རེ་ཡོ་ཉེ། ཨི་ཅིག་སྙིང་རྗེ་ད་སེམས་ཅན་སྡུག་བསྔལ་དང་བྲལ་ན་བསམ་བོ་བསམ་བློ་སྙིང་རྗེ་ཡིན་པས་ཨི་ཅིག་ང་བ་གྱིན་མེད། ཨི་ཅིག་དྲུག་པ་བྱས་ད་ལྷག་བསམ་རྣམས་དག་ཉོ་ཆོག་འདོད་ཉེ་ལྷག་བསམ་རྣམ་པར་དག་པ་ཉོ་གོ་དོན་དེ་ཉེ་དོན་ཡིན་ན་སེམས་ཅན་སྡུག་བསྔལ་དང་བྲལ་ན་བསམ་གཟུགས་བུ་ཙམ་མིན་ནོ་ཡ་སེམས་ཅན་སྡུག་བསྔལ་དང་བྲལ་ཡོ་ཅིག་ངའི་ཡ་ཡོ་ཉེ། ཡིན་མེད་ད། བེར་སྡུག་བསྔལ་མོ་ནུ་ཅི་ངའི་གཅེས་ཤོག་བསམ་ཡས་ཨི་བསམ་བློ་ཐོང་བ་ཡིན་ན་ལྷག་བསམ་ནམ་ད་ཉེ་དུ་མེད་ད། སེམས་ཅན་སྡུག་བསྔལ་དང་བྲལ་ཡོད་ཤོག་བསམ། བསམ་བློ་ཙམ་མེད་བེར་སྡུག་བསྔལ་དང་བྲལ་ཡོད་ཅི་ངའི་ཡ་ཡོད་བསམ། འོང་ཨུཏ་གུ་རོ་བཟོ་ད་བསམ་བློ་ཡིན་ཀྱང་ཐོང་ཆབ་དེའི་ཐོང། སེམས་ཅན་གངས་བབས་ཨ་མ་ཡིན་ནུ་བསམ་བློ་ཐོང་ཨི་ཅིག་དྲིན་བེག་དྲིན་བསམ་བློ་ཐོང་ཨི་ཅིག་དྲིན་བཟོ་ཡོད་བསམ་བློ་ཐོང་ཨི་ཅིག་ཡིད་འོང་སྟེ་ཨི་ཅིག། སྡུག་བསྔལ་དང་བྲལ་ཡོད་བསམ་བློ་ཐོང་ཨི་སྡུག་བསྔལ་དང་བྲལ་ཡོད་ཅི་ངའི་ཡ་ཡོད་བསམ་ཨི་བསམ་བློ་ཅི་ཡིན་ཀྱང་ཡིན་ཀྱང་ཡིན་ཀྱང་ད། ཨུཏུ་མ་བང་རི་ཡ་ར་བ་སོ་མེད་སྣ་ཐག་ཅན་ཨུཏ་རེ་ཡུག་ནི་སྣ་ཐག་ཅན་ཨུཏ་རེ་ཨི་བས་མོ་ནུམ་ད་སྣ་ཐག་ཅན།

སངས་རྒྱས་ཀྱི་གོ་འཕང་ཐོབ་དགོས་སོ་བསམ་པའི་བསམ་བློ་བྱ་ར་སོགས་ཡིན་ན། ཨེ་ཅི། ཡིད་བྱེད་བྱང་ཆུབ་ཀྱི་སེམས་ནོར་བུ་རྙེད། འོ་ཨེ་ཅི་མེད་ད་བྱང་ཆུབ་ཀྱི་སེམས་རྙེད་ན། ད་ཞུ་ཅི་ད་ང་དང། སེམས་དབུ་མདུན་འདི་ང་དང་ཞེས་འཐབ་པོ་ཡིན་ན། ད། ཕན་པ་ཟིན་ནོ་ལོ་སྙེག་པོ་ལས་ད། ཕན་པ་དད་བྱ་མོ་ནོ་ནོར་བུ་རྙེད་ད་ང་དང། རྒྱལ་སྲས་ཆེན་པོ་ཞི་བ་ལ་སའི་སྤྱོད་འཇུག་གནས་ལྔ། སྤྱོད་འཇུག་ལེའུ་བཅུ་བཅུ་གནང་ད་ལེའུ་མཐིལ་ལོགས་སུ་འཁོར་ཡ།

མང་དུ་བཤད་དང་ཅི་ཞིག་དགོས། ཐུབ་པ་རང་གི་ཐུབ་པ་གཞན་གྱི་དོན་བྱེད་དང། བྱིས་པ་རང་གི་དོན་བྱེད་པ་དེ་གཉིས་ཀྱི་ནི་ཁྱད་པར་ལྟོས་ངེས། ད་ཡིག་ཚིག་གསུངས་འདུག་ངེས་ན། ད་ངས་རྒྱལ་སྲས་ཆེན་པོ་ཞི་བ་ལ་སའི་བྱང་ཆུབ་ཀྱི་སེམས་ཕན་ཡོན་གཡོར་གཡོར་གཡོ་གསུང་ཉུག་ནོམ་པས་ད་ཕན་ཡོན་གཡོར་གཡོར་གསུང་ཉུག་ནས་ཅི་ད་ངས་གཡོར་གཡོར་ཤ་ཐུགས་སུ་མོད་ངས་བྱང་ཆུབ་ཀྱི་སེམས་གཡོར་ཕན་ཡོན་ནོམ་གཡོ་ནོམ་ངས་གཡོར་གཡོར་ཤ་ཐུགས་སུ་མོད་ངས་ད་ཡི་དྭགས་ངས་བསམ་བློ་ཐོང་ང་ཟ་ངས་དཔེར་ན། སངས་རྒྱས་བཅོམ་ལྡན་འདས། ཉོ་རྗེས། ཞྭ་དམག་དོན་དག་རང། ཞྭ་དམག་དོན་དག་རང། ཐུགས་བསམ་བཞེས་སུ་ག་འདི་ཡིན་འབུར་ཉེ། བའི་བསམ་བློ་དབུ་མདུན་འདི་ཐོང་ཡ་ད་ལྟ་ག་ཞེས་འོང་ནས་བློ་ཉེ། ང་དང། མི། ཐབས་སྡུག་ང་དང། ཡིན་རྒྱུག་ཅི་རང་སྐྱིད་རེ་ཡུག་ཐིག་ག་བསམ་བློ་ཐོང་ཡ། བྱིས་པ་རང་གིས་དོན་བྱེད་པ། རང་སྐྱིད་རེ་ཡུག་ཐིག་བསམ་བློ་ཐོང་ཡ་ལས་ཀ་འདི་ཡག་ཨོའུ་སྡུག་འདི་ཡག་ཁོར་དུམ་ཤིང་རྟ་རེ་ག་ཅེས་འོང་ནས་བློ་ཉེ། ཧོང་ཨིད་ནི་ཁྱད་པར་ཅི་སྟེ་མཐོང་ང་སངས་ངེ་ཨི་ཅེ་ནི་གདའ། བྱང་ཆུབ་སེམས་མྱོང་ཅི་ཕ་ཡན་ག་ཡན་ནོ་ཅེ། ཨི་ཅེ་ནི་ག་ཉུམ་བུར་ངས་དབུ་ཡི་སྲུང་ངོ་ནོམ་པས། ད་ཨི་ཅེ་ང་དང། རྒྱལ་སྲས་ཆེན་པོ་ཞི་བ་ལ་སའི་དཔེ་ཅི་ནས་ང་དབུ་ཡི་སྲུང་ངོམ་བཞིན་ད་རེད། ད་དེ་ནོ་བདུད་རྩི་དཀར་ང་དང་སངས་རྒྱས་བཅོམ་ལྡན་འདས་དབུ་ཡ་ཞལ་ཡིག་མོ་ནོམ་བཞིན་ད་རེད། ད་ད་སངས་རྒྱས་བཅོམ་ལྡན་འདས་སྐུ་དངོས་སུ་བཞུགས་གོ་ཅི་ད། གྱ་བོར་མི་བྱེད། ཡིན་མོད། ད་གྱ་བོར་མི་བྱེད་ངོ་ཏོ་དེ་ང་དང་གི་བསམ་བློ་མཐོང་ངོ་ཡིན་ན། གྱ་བོར་མི་བྱེད་ནི་རྒྱ་མིས་པོ་ནང་བསམ་བློ་མཐོང་ནི་ལོ་མེད་ད། མང་དུ་བཤད་ད་ཅི་ཞིག་དགོས། གཅིག། རྒྱ་བོད་རིན་པོ་ཆེ་གིས་གཞན་གྱི་དོན་མཛད་པ་དང་རྒྱ་མིས་སི་རང་གི་དོན་མཛད་པ་གཉིས་དེ་གཉིས་ཀྱི་ནས་ཁྱད་པར་དོད་ངེས། རྒྱ་བོད་རིན་པོ་ཆེ་སི་ད་དུས་ན་རྣམ་པ་ཀུན་ཏུ་ད་སེམས་ཅན་ཞེ་ཕ་མདོ་ཡོད་རང་ཐུགས་བསམ་ཞེ་ཡ་ད་རྒྱ་རིན་པོ་ཆེ་བི་ནང་ཡིན་ན་ཡི་གསུང་དུ་མས་ངས་ཉམས་ལེན་ཡ་རྒྱུག་སྙིང་པོ་གཅིག་ཟིན་ངེས་ན་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ནི་སྟོང་ཉིད་རྟོགས་པའི་ཤེས་རབ་ནས་ཡིན་ཨུཏྤལ་ངས་ཨིཏ་ཉམས་ལེན་ཡ་དུ་ཨིཏ་དང་ཡིན་ན་ཨིཏ་ཉམས་ལེན་ཡ་ག་ངེས། ཨིཏ་ཉམས་ལེན་ཡ་ཁོ་རོ་ཡིན་ན་ཚེ་ཞུགས་པོ་ཆེ་འགའ་དང་མི་ལུས་རིན་པོ་ཆེ་ཐོབ་རྒྱུ་ངེས།

བོད་པ་སྲིད་སྐྱོང་ཡིན་པོར་ཡིད་ཆེས་ང་དང། མངའ་སྡེ་བློན་ཆེན་པད་མ་མཁའ་འགྲོ་ལགས་ཡིན་པོར་ཡིད་ཆེས་དེ་ང་དང་ཆོས་རིག་དབུ་ཉེ་སྐུ་ཞབས་ཡིད་ཆེས་བྱམས་པའི་དབང་འདུས་ལགས་ཡིན་པོར་ད་བེར་གངས་སེ་སི་སུང་ངུ་ཉེ་ན། ད་རྒྱ་བོ་རིན་པོ་ཆེ་བླ་མ་ཐོག་ད་ང་དང་ཤ་ཡིད་ཆེས་ཞེ་ཞེས་ཁས་ལེན་གནང་ཚར་རུམ་བཞིན་ད་རེད་ད་ང་དང་གདུལ་བྱ། ད་བེ་ཧྥོ་ལོ་བར་ཉེ་ཁོ་གསུམ་པའི་བེ་ཤེ་སྐྱབས་སུ་གྷི་གན་རྒྱ་བོ་རིན་པོ་ཆེ་སྐྱབས་སུ་གྷི་གན་ང་དང་ཡ་ཡུ་སི་ནོ་ལོ་བོ་ཉེ་ཁོ་ལ་ད་རྒྱ་བོ་རིན་པོ་ཆེ་སྐུ་ཡིད་ཆེས་བཀའ། ཚུལ་བཞིན་དུ་བསྒྲུབ་རྒྱུ་ཅི་ཡིན་ངེས། ད་བཀའ་དགོངས་ཚུལ་བཞིན་དུ་བསྒྲུབ་ཉེག་པོ་ལ་ད་ང་ཐང་རྒྱ་བོར་མཆེད་ཟེར་བཀའ་གནང་ཉེ་གུ་ནས་རྒྱ་བོར་མཆེད་དགོངས་པ་དད་པར་མ་ནུ་དེ་ནོམ་ང་ཐང་གི་གཡག་སྟེགས་བུ་ཁམས་ནས་ང་ཐང་གི་ཀ་འདེགས་བུ་ཡི་ཁམས་བུ་ནོམ་བཞིན་དེ་རེད་ད། ད་ད་རྒྱ་བོར་མཆེད་ཟེར་ཡི་དོག་རྟོག་རྡོག་རྡོག་གསུང་ཉེ་གུ་ད། རྒྱ་བོར་མཆེད་ཐུགས་དགྱེས་དམ་བཅའ་བཞེས་ཉེ་ལར་ཅིག་རྒྱ་བོར་མཆེད་ད་ད་འཇིག་རྟེན་སྤྱི་ཡོངས་ཀུན་ཁྱབ་ཀྱི་འགན་ཁུར་ཉེ་ལར་ཅིག་སིའི་ཤེས་ཡོན་ཉེ་ལར་ད་འུམ་དེ་ལ་ད་ད་དེ་ནོ་བའི་ནོར་མེད་འོང་བའི་ད་ང་ཐང་གི་སློབ་སྦྱོང་ཡ། གཞིག། དབྱིབས་མི་ནོར་བ་དང་རྟོགས་བྱའི་བྱམས་སྙིང་རྗེ་བྱང་ཆུབ་སེམས་ནི་སྟོང་པ་ཉིད་རྟོགས་པའི་ཤེས་རབ་ཅིག་ན་ཉམས་ལེན་ཡ་ཡུག་དང་རྡོག་རྡོག་ཟིན་ངེས་ན། གཞིག། མི་གང་བ་བཞིན་སེམས་བཟང་བ་དེ་ཡ་ཡུག་ཅིག་ན་དབྱིབས་གལ་ཏེ་མདའ་ཡིན་པས་དབྱིབས་ཅག་པོ་ལ་ད་ང་དང་ཆོས་དེ་ད་ད་དབའས་བསམ་སེ་ཡིན་པས་ད་ངས་སེམས་ཡག་སེམས་རྣམ་དང་ཡག་བལྟས་སྨོན་བསམ་དབའས་བསམ་ཉིན་བཞིན་དར་ད་ང་དང་ངས་ཡག་བལྟས་ཡུག་ཟིན་ནོ་ངེས་ན་ནང་ཆོས་ཀ་སློབ་སྦྱོང་ཡ་ཡུག་ཅིག་མདའ། དབྱིབས་སློབ་སྦྱོང་ཅིག་ཡ་ཁོ་རོ་ཡིན་ན། གཞིག། ང་དང་ངས་ད་གོ་དེ་གོ་མ་ཁ་ངེས་ན་ད་ང་དང་མི་དེ་ཡིན་མེད་བསམ་བློ་ཐོང་ཡིག་དེ་ནོམ་མེད་དབྱིབས་ཅག་པོ་ལས་སྨྲ་ཞིག་འདོན་དགོས་བ་མི་ཡི་མཚན་ཉིད་ཉོབ་བས་ང་དང་ཤཱཏཀ་ནོར་སྣུམ་ཚུར་འདོན་ན་ཧ་གོ་སོ་སྣུམ་ཨི་ཅག་པོ་ལས་རང་གོ་ཀ་ནོར་དེའི་སླེབ་ཡ་དབུ་ཡ་སླེབ་དཀའ་ན་ཡི་མ་དཀའ་ན་ཡི་མོ་ལྗང་ཁོ་རོ་ཡིན་ན་ཡི་གཅིག་རང་དང་ང་དང་རྒྱ་བོར་མི་བྱེད་ཀ་འགྲོ་འདུག་ཡོང་དོགས་དེ་ཡིན་པོར་ཨི་ཅག་པོ་ལས་ད་ད་ད་བསྟན་པའི་དངོས་གནས་གང་མིན་ཚེ་ཨི་དང་ཨི་རྒྱབ་སྐྱོར་རྣམ་དག་བི་ཡ་གཅིག་ཡ་བི་གྲོས་སུ་དབུ་ཡ་ཟིའི་ནང་དུར་ཡིག་དོ་ནུ་ཡིན་ན་ཡ་ཟིའི་ནང་བཞེར་ཏེ་ངས་ཞུས་གིན་གཅིག་ད་དེ་ཀུ་ཚོ་འཚམ་ཉེ་ཡོ་ཨི་གཅིག་ང་དང་བཞུགས་པ་བི་གྲོས་ནས་ང་ལྟ་བ་བཞེས་ཏེ་ཨི་མོ་བྱེད་བསྟན་པའི་གཅིག་གངས་རི་རིམ་པ་ཡ་སུ་ཡོ་མོ་མི་ནོར་ཐུགས་རྗེ་ཆེ།